ཧོ་ལ་སོ་རོ་ད་འདི་ནས་ང་ཚོ་བལྟས་ན་ལེན་འདི་ཨ་ནེ་ཚོང་མི་ཚང་མ་ལོ་ལ་འཚམས་འདྲི་དང་གུས་ཕྱག་སྔོན་དུ་འགྲོའི་ཐོག་ནས་ཡང་དུ་མགོ་ང་ཚོ་བལྟས་ན་ལེན་འདྲེ་གཙུག་ལག་ཁང་གི་བྱུང་རབས་དང་དཔལ་འབྲུག་ཆུ་སྟོན་གྱི་རྣམ་ཐར་ཨ་ནེ་ས་བཅད་ཆེན་མོ་གཉིས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་དང་ཞུ་བཞིན་པའི་ཁྲོད་ནས་དེ་རིང་ང་ཚོ་ཁ་སང་གི་ཁྲོད་ད་ཁ་སང་དཔེ་སྒྲུབ་སའི་དེ་ན་ལེན་དཔེ་འབྲི་དེ། རྣམ་གཞག་གོ་བདེ་རྒྱའི་རྣམ་པ་ཚོ་ལ་ངོ་སྤྲོད་ཞུས་ཟིན་པ་རེད་ད་དེ་རིང་སྡེ་ཚན་དེ་གྲུབ་ཟེར་ཏེ་ང་ནི་གྲུབ་རྟོག་གི་སྡེ་ཚན་འདྲ་པོ་དེ་ཡིན་དེ་ཡིན་དུས་ད་གྲུབ་རྟོག་གི་སྡེ་ཚན་འདི་ལ་མ་ཡལ་ས་བཅས་རྣམ་པ་ཁ་ཁ་ཤས་བཅས་ལ་རྣམ་པ་ཚོར་སྐུ་ཚེ་ཆེ་ལ་ཡུ་བ་ཆེ་ནས་ས་བཅས་སོ་སོ་སོ་སོ་ལ་དབྱེ་ནས་བལྟས་ཚ་ཁ་གསལ་དང་གོ་བདེ་བ་འོ་དེ་འདྲ་ཡོང་ཡག་ཆེད་དུ་ས་བཅས་སོ་སོ་ལ་སྐུ་ཚེ་ཆེ་རྣམ་པ་ཚོ་ལ་ངོ་སྤྲོད་ཞུས་ཡ་ཡིན། ཨོ་ལགས་སོ་ད་འདི་ནས་ད་ལྟ་དགོངས་ལ་ས་བཅད་ཕུལ་བ་དེ་གཞི་བཞག་བྱས་ནས་ད་དུང་ཁོང་ང་ཚོའི་ངོ་སྤྲོད་ཞོལ་གྱི་ས་བཅད་དང་པོ་དེ་ཨ་ནི་པན་གྲུབ་གཉིས་ནང་ནས་ད་གྲུབ་ཐོབ་ཡིན་པ་ཡིན་ན་ཨ་ནི་གྲུབ་ཐོབ་ཟེར་ཏེ་ག་འདྲ་ཅི་ལ་ཡང་ཨ་ནི་གྲུབ་ཐོབ་ཟེར་གྱི་ཡིན་མིན་ཨོ་ད་གྲུབ་ཐོབ་ཀྱི་གོ་དོན་དང་སྦྲགས་འདིར་མ་དེའི་དེ་ཚན་དུ་ནས་རྣམ་པ་ཚོ་ལ་ངོ་སྤྲོད་ཞོལ་བྱས་ད་སྤྱི་ཡོངས་དེ་ཡང་ང་ཚོ་གྲུབ་ཐོབ་ཟེར་ཏེ་སྤྱི་ཡོངས་ང་ཚོ་རྡོ་དང་རྔ་གཉིས་ཀྱི་ནང་ལོགས་ནས། འདི་ནི་གསང་སྔགས་ཀྱི་ལམ་ལ་བརྟེན་ནས་ད་ཆོག་དང་ཐུན་མོང་གི་དངོས་གྲུབ་གང་རུང་ཐོབ་པའི་གང་ཟག་དེ་འདྲའི་རྗེས་ལ་ཡང་གྲུབ་ཐོབ་སྲིད་ཀྱི་ཡོད་རེད་ཡང་ན་ཆོག་དང་འབྲིང་དང་མཐའ་གསུམ་བཅས་ཆོག་འབྲིང་མཐའ་གསུམ་ནས་དབྱེ་བ་ཕྱེ་ན་རབ་འབྲིང་མཐའ་གསུམ་ནས་དབྱེ་བ་ཕྱེ་བའི་ནང་ལོན་ནས་ད་དངོས་གྲུབ་གང་ཡང་རུང་བ་ཅིག་གྲུབ་པའམ་ཡང་ན་ཐོབ་པ་ལ་གྲུབ་ཐོབ་སྲིད་ཀྱི་ཡོད་རེད་ད་གྲུབ་བསལ་ཏེ་དངོས་གྲུབ་གྲུབ་པ་ཡང་ན་དངོས་གྲུབ་ཐོབ་པ་འོ་དེ་འདྲའི་རྗེས་ལ་ཡང་གྲུབ་ཐོབ་སྲིད་ཀྱི་གང་ལྟར་སྒྲ་དོན་འདྲ་བ་དེ།

ག་རེ་གསུང་བའི་རིགས་སུ་ལབ་པ་ཡིན་ན་དགོས་པ་ཡང་ནི་ཤས་ཆེ་སྟེ་ཞི་སོགས་བྱ་བའི་ཆོ་ག་དང་སྡེ་བཞི་སྒྲུབ་པ་བརྒྱད་དང་ནི་སངས་རྒྱས་བརྒྱད་ནི་མཆོག་ཡིན་ནོ་ཞེས། འོ་ད་ཅི་ང་ཚོ་གྲུབ་ཐོབ་ཟད་དེ་ནི། ཆོག་དང་འབྲིང་དང་ཐ་མ་གསུམ་གྱི་དངོས་གྲུབ་གང་ཡང་རུང་བ་གྲུབ་བའམ་ཐོབ་བའང་ཟད་དེ་ག་འདྲ་ཅི་ལ་ཡང་ཨ་ནི་དངོས་གྲུབ་ཆོག་ཟེར་གྱི་རེད་ག་འདྲ་ཅི་ལ་ཡང་ཨ་ནི་དངོས་གྲུབ་འབྲིང་ཟེར་གྱི་རེད་ག་འདྲ་ཅི་ལ་ཡང་ཨ་ནི་དངོས་གྲུབ་ཐ་མ་ཟེར་གྱི་རེད། ཧོ། དེའི་སྐོར་དེ་ཙང་ད་དྲོན་གསེར་གྱི་ལུང་ཁྲ་ནས་གསུངས་པ་ནང་བཞིན་བྱས་ནས་ད་ག་འདྲ་སྔར་དངོས་གྲུབ་མཆོག་སྟེ། ཨ་ནི་རབ་སྟེར་བ་ད་རབ་སྟེ། སངས་རྒྱས་བྱེད་སངས་རྒྱས་གོ་འཕང་མཐོ་བས་བྱེད། ཨ་ནི་ད་གྲུབ་པ་ཆེན་པོ་བརྒྱད་དེ་ཨ་ནི་དངོས་གྲུབ་འབྲིང་བྱེད། ད་ཞི་བ་དང་རྒྱས་པ་དང་དབང་དང་དྲག་པོ་བྱེད་ཅིང་ང་ཞི་རྒྱས་དབང་དྲག། ཨ་ནི་ལས་བཞི་ཕྲིན་ལས་ཏེ། དངོས་གྲུབ་ཐ་མ། བྱ་བ་འདི་གསུམ་གང་རུང་མཐོ་བས། ཐུབ་པའམ་ཡང་ན་གྲུབ་པ་དེ་ལ་གྲུབ་ཐོབ་བྱེད་ཅེས་སྒྲ་དོན་རབ་སྟེ་དེ་རེད། ད་འོ་ན་ང་ཚོས་དངོས་གྲུབ་རབ་འབྲིང་ཐ་གསུམ་ནང་ལ་འབྲིང་བ་འདི་ལ་ཡང་ཨ་ནི་གྲུབ་པ་ཆེན་པོ་བརྒྱད་ཐོབ་པ་དེ་ལ་ཨ་ནི་དངོས་གྲུབ་འབྲིང་ཟེར་གི་ད་འོ་ན་གྲུབ་པ་ཆེན་པོ་བརྒྱད་དེ་ག་རེད་ཟེར་ལབ་པ་ཡིན་ན། འོ་དེ་ཡང་ང་ཚོས་ད་ལྟ་ཡེ་ཤེས་རྡོ་རྗེ་ཀུན་ལས་བཏུས་པ། དེ་ད་ཀུན་ལས་བཏུས་པ་ཞེས་བྱ་བའི་རྒྱུད་དེ་རེད་ད་རྒྱུད་དེ་ཅི་ཡང་ང་ཚོས་བཀའ་འགྱུར་བྱ་གི་ཡོད་རེད་བཅོམ་ལྡན་འདས་ཀྱིས་གསུངས། ད་བཀའ་འགྱུར་ནང་ལོ་ནས་ང་ཚོ་བཀའ་འགྱུར་པི་ཏུ་མ་ཐེ་ཏི་སང་སིའི་དེ་ཤེས་ཡིན་པས་ད་པི་ཏུ་མ་བྱས་པ་ཡིན་ན་ནི་པི་ཏུ་མའི་དེ་ཚན་དེ་རྒྱུད་འབུམ་བཅས་པོད་བཅས་པ་དེ་བྱས་དེབ་བྱས་པ་ཡིན་ན་དེབ་རང་རྒྱལ་གྱ་གཅིག་པ་དེ་རེ་ཤོག་གྲངས་ང་ནི་དགུ་བརྒྱ་བདུན་ཅུའི་ནང་ལོ་ལ་ད་ང་ཚོ་ད་གྲུ་པ་བརྒྱད་སྲས་ཀྱི་གྲུ་པ་བརྒྱད་པོ་དེ་དེ་སོང་ཤག་ད་སྔགས་དང་སྨན་དང་སྦྱིན་སྲེག་དང་ཕྱེ་མ་དང་མིག་སྨན་དང་རྐང་མགྱོགས་ལ་སོགས་པ་ཟེར་སོང་ད་དེའི་ནང་ལོ་ལ་སྔགས་དང་གཅིག་སྨན་དང་གཉིས་སྦྱིན་སྲེག་དང་གསུམ་ཕྱེ་མ་དང་བཞི་མིག་སྨན་དང་ལྔ་རྐང་མགྱོགས་དང་དྲུག་དེ།

ད་དེ་ཡང་ང་ཚོ་ལྷ་མོ་ཞེས་ཞུས་པའི་ད་ལྟ་དེ་རེད་བཀའ་འགྱུར་རེད་དེ་ད་ལྷ་མོ་ཞེས་ཞུས་པ་དེ་བཀའ་འགྱུར་པི་ཏོ་མའི་ཡན་དུ་རྒྱུད་འབུམ་བདེ་སེམས་བཅའ་བ་བཅས་པོད་དེབ་བརྒྱ་ཉེར་བཞི་པ་དེ་རེད་ཤོག་གྲངས་ནི་དགུ་བརྒྱ་ལྔ་བཅུ་ལྔ་བཞི་ནང་ལ་འདུག་དེ་ཡིན་དུས་ད་ལྷ་མོ་ཞེས་ཞུས་པ་དེའི་ནང་རོ་ལ་ཨ་ནི་རིལ་བུ་མིག་སྨན་དངོས་གྲུབ་དང་སྲ་བ་རལ་གྲི་དངོས་གྲུབ་དང་ནང་དཀར་ཕུར་དང་མི་ནག་དང་ཤི་བ་མེད་དང་ནད་འཇོམས་དང་ཅེས་གསུངས་ཤག་དེ་ཡིན་དུས་དེའི་ནང་ལ་ཡང་ཨ་ནི་གྲུབ་པ་ཆེན་པོ་བརྒྱད་དེ་རེ་རེའི་ཕྱེད་ནས་ད་དངོས་བསྟན་དང་ཤུགས་བསྟན་མང་པ་ཆ་ཚང་ལ་གྱེས་པ་དེ་ཡང་ཨ་ནི་དངོས་སུ་བསྟན་ཤག།

རྡོ་རྗེའི་གུར་ད་རྡོ་རྗེའི་གུར་དེ་ང་ཚོ་བཀའ་འགྱུར་རེད་བཀའ་འགྱུར་སྤེལ་ཐུབ་མེད་ཡ། རྒྱུད་འབུམ་བཅས་སྤོས་དེ་ང་པ་དེ་རེད་དེ་རྒྱལ་གྱི་ལམ་པ་དེ། ཧོ་དེའི་ཤོག་གྲངས་བརྒྱ་དང་བཅུ་གཅིག་གི་ནང་ལོགས་ལ། ཨ་ནི་ཡ་རྡོ་རྗེའི་གུར་ནང་ལོགས་ལས་མིག་སྨན་དང་ནི་རྐང་བཅུ་དང་རལ་གྲི་སྲ་བར་བསྒྲུབ་པ་དང་རིལ་བུ་ཁ་ལ་གཅོད་པ་དང་མི་སྣང་བ་དང་བཅུད་ཀྱི་ནད་བྱེད། གྲུབ་པོ་ཆེན་པོ་བརྒྱད་དེ་གསུངས་ཤག་ད། ང་ཚོ། རྡོ་རྗེའི་གུར། ད་ལྟ་བཀའ་འགྱུར་ནང་ལ་གསལ་བ་དེ་དང། ད་ལྟ་རྗེ་རིན་པོ་ཆེའི་རིག་མའི་གསལ་སྒྲོན་ནང་ལ། ད་ལྟ་ལུང་དྲངས་པ་རྡོ་རྗེའི་གུར། དེ་གཉིས་ནང་ཚིག་དེ་ཏས་མ་འདྲ་ཡོང་གི་འདུག་ད་རྗེ་རིན་པོ་ཆེའི་རིག་མ་གསལ་སྒྲོན་ལུང་དྲངས་པ་དེ་ནང་ལ་མིག་སྨན་དང་ནི་རྐང་མགྱོགས་དང་ཚེ་ཆེ་རྐང་པ་རྐང་མགྱོགས་འགྲོ་བས་དེ་གསུངས་བཞག་བཀའ་འགྱུར་རང་ནང་ལ་མིག་སྨན་དང་ནི་རྐང་བྱུག་དང་རྐང་པར་བྱུག་ཡས་མ་གཏོགས་མགྱོགས་པོའི་ཚིག་དེ་མི་འདུག་ད་རེ་རེ་དང་ནི་ས་འོག་གྲུབ་གསུངས་བཞག་ཡག་གི་ད་ལྟ་དེ་ནང་ལ། བཀའ་འགྱུར་རང་ནང་ལ་རས་བྲིས་གསར་བ་གྲུབ་པ་དང་བཅས་ཚིག་ཀ་ནས་བལྟས་ཙམ་མ་འདྲ་ཡོང་གི་འདུག་དེ་ནང་བཞིན་གྱི། ཚིག་ཀ་གསུམ་པ་དེ་ལ་རིལ་བུ་ཁ་ལ་གཅོད་པ་དང་བཟོ་ཡ་དེ་བཀའ་འགྱུར་ནང་སོང་ཡ་དེ་ཅི་རིམ་གྱིས་དང་རིག་སྔགས་གསར་བསྒྲུབ་ནང་ལ་རིལ་ལུ་དག་ནས་ཁ་གཅོད་ཉིད། སོང་ཤག། ད། བཀའ་འགྱུར་ནང་གི་ཚིག་རྐང་བཞི་པ་དེ་ལ་མི་སྣང་བ་དང་བཅོས་ཀྱི་ལན་གསལ་དེ་ལ། ལན་ནི་ད་ལྟ་ཅེར་མི་གསུང་ན་ལ་ལས་མི་སྣང་བ་དང་བཅས་ཀྱི་ལན་གསལ་ཏེ་ཚིག་རྐང་བཞི་པ་དེ་གཅིག་པུ་ཅིག་ཡང་རེ་ཞིག་གཞན་དག་རྐང་པ་གསུམ་དང་དུ་ལ་ཡང་ཚིག་འབྲུ་གསུམ་དུ་བལྟས་ཚེ་ཚང་མ་འདྲ་ཡོང་གི་འདུག་ཅེར་མི་གཅིག་དང་ཚིག་རྐང་དྲངས་པ་དེ། གཞུང་འདི་རྡོ་རྗེ་གུར་གཅིག་པའི་རེད་དེ་ནས་ཚིག་རྐང་དང་ཚིག་འབྲུ་ཁྱད་པར་ལ་བལྟས་ཚེ་དག་འདི་ལ་མ་འདྲ་ཁྱད་པར་ཡོང་གི་འདུག། ཨོ་གང་དག་མདོར་བསྡུས་པ་ཡིན་ན་ཨེ་ནི་གོང་ལ་གསུམ་པའི་ཐང་དང་དྲིལ་བུ་ཆེན་པོ་བརྒྱད་དངུལ་རུ་བརྒྱད་བརྒྱད་ནཱ་ལོ་ནས་དག་བརྒྱད་ཡོད་པའི་ནང་ནས་དག་འབྲས་བུ་ཕྱི་མ་གཉིས་ཏེ། ང་ཚོ་ཁ་ལ་བུ་རེ་དང་ཨ་ནི་མི་སྣང་བ་ལ་སོགས་པ་དེ་ཚོའི་རིགས་ཀྱིས་ད་འབྲས་བུ་ཕྱི་མ་གཉིས་དེ་ཕྱི་ནང་གི་ཐུན་མོང་གི་དངོས་གྲུབ་ཅེས་འཆད། ཨ་ནི་སུ་དག་ང་ཚོ་དངོས་གྲུབ་བརྒྱད་པོ་དེ་ཚོ་འདོད་པ་ཡིན་ན་ཕྱོགས་ཀྱི་དངོས་གྲུབ་དང་ཨ་ནི་ཐུན་མོང་གི་དངོས་གྲུབ་དེའི་ཕྱོགས་དང་ཐུན་མོང་དངོས་གྲུབ་ཚད་དུ་སོས་སོང་བ་ན་ཞིག་བ་ད་ཕྱོགས་བསྡུས་ཀྱི་དངོས་གྲུབ་གཉིས་ནང་ལ་ཡང་འདུ་གི་ཡོད་རེད་ད་དེ་བསྡུ་བའི་སྐོར་དེ་ཡང་ང་ཚོ་རྒྱུད་ཕྱི་མ་བཀའ་འགྱུར་རེད་ད་རྒྱུད་ཕྱི་མ་དེ་བཀའ་འགྱུར་གྱི་ནང་ལ་རྒྱུད་བུམ་པོད་ལྔ་པ་དེའི་ནང་ལ་ཡང། རྒྱུ་སྤུངས་དང་ཁ་སང་རྒྱུ་སྤུངས་སྤོས་བཅའ་བ་འདིར་བྱེད་བཅའ་བའི་དེབ་བརྒྱད་གྱ་གཅིག་གི་ཤོག་གྲངས་ལྔ་བརྒྱ་དགུ་བཅུ་གོ་བདུན། ནང་ལོགས་ལ་དང་དང་སྟེ་བསྲུང་བྱ་མི་སྣང་ལ་སོགས་དངོས་གྲུབ་ནི་ཐ་མལ་པ་ཞེས་བཤད་པ་ཡིན་སངས་རྒྱས་ཉིད་རུ་སངས་རྒྱས་ཀྱི་དངོས་གྲུབ་མཆོག་ཅེས་གསུངས་པ་ཡིན། ཐ་མི་སྣང་བ་ལ་སོགས་པའི་གྲུབ་པ་ཆེན་པོ་བརྒྱད་ཀྱི་དངོས་གྲུབ་སྟེ་དངོས་གྲུབ་རབ་འབྲིང་མཐའ་གསུམ་གྱི་ནང་ནས་ཐ་མལ་པའི་དངོས་གྲུབ་ལྷའི་གསུང་ཡབ། ཨེ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་པ་དེ་ང་ཚོ་དངོས་གྲུབ་ནང་ནས་ཆོག་གསུངས་པ་ཡིན་གསུངས་པ་ནས་ཕྱིས་གང་ལྟར་གསང་སྔགས་བླ་མེད་ཀྱི་ལམ་དགོས་ནས་ཨེ་ནི་ཐོན་མོ་དགོས་དངོས་གྲུབ་རྒྱས། ད་ཕྱིས་གོང་ལ་གང་ལྟར་གཞུང་མང་པོ་ཅིག་གི་བཀའ་འགྱུར་ནང་ལུང་དྲངས་པ་ནང་བཞིན་དང་པོ་དང་རིལ་བུའི་དངོས་གྲུབ་དང་གཅིག་མིང་མེད་ཀྱི་དངོས་གྲུབ་དང་གཉིས་ས་འོག་གི་དངོས་གྲུབ་དང་གསུམ། རལ་གྲིའི་དངོས་གྲུབ་དང་བཞི་རྐང་མགྱོགས་ཀྱི་དངོས་གྲུབ་དང་ལྔ།

ང་ཚོ་སྐུ་ཕྱྭ་རྣམ་རྒྱལ་གྲྭ་ཚང་ནས་ད་ལྟ་ཉིས་སྟོང་བཞི་ལོ་ལ་པར་སྐྲུན་ཞུས་པའི་ཤོག་གྲངས་ཉིས་བརྒྱ་བཞི་བཅུ་བཞི་བདུན་གྱི་ནང་ལོགས་ལ་ནི་གོང་གི་ད་ལྟ་དངོས་གྲུབ་རྒྱལ་པོ་འདི་རྣམས་ལ་ཚིགས་བཅད་འདི་གསུངས་ཤག་ཨ་ནི་བསྐྱེད་རིམ་ཕྲ་མོ་གྲུབ་ཆེན་བརྒྱད་གྲུབ་པའི་རིལ་བུའི་དངོས་གྲུབ་རྒྱུན་ལྡན་ཟད་པ་ན་གསེར་མདོག་ལྡན་ཞིང་གསེར་མེད་བུའི་གཏུབ་སྟེ་དགེ་ལ་བརྩོན་དང་དངོས་གཞི་ཐོབ་པར་འགྱུར། མིག་སྨན་དངོས་གྲུབ་མིག་ལ་བསྐུས་པ་ན་རབ་ནི་མི་སྣར་འབྲིང་གི་སྲ་བ་སྟེར། མཐོང་བཞིན་ཐམས་ཅད་མཐོང་ཚད་དབང་དུ་སྡུད། སྲ་བ་དངོས་གྲུབ་དཔག་ཚད་དུ་མའི་བར་སྲ་བར་འགྲོ་ཞིང་འོང་བའི་བྱ་བ་བྱེད། རལ་གྲི་དངོས་གྲུབ་ལག་ཏུ་བཟུང་ཙམ་གྱིས། མཁའ་སྤྱོད་རི་རབ་རྩེ་སོགས་ཡུད་ཙམ་བགྲོད། ནམ་མཁར་འཕུར་དང་འཆི་བ་མེད་པ་དང་མི་སྣང་བ་དང་ནད་འཇོམས་བྱིན་གྱིས་བརླབས། ཧོ། གསུངས་པ་ན་བཞིན་བྱས་ལྟ་སྟེ་སྐུ་ཧ་ཅང་གི་ཞལ་གསལ་པོ་དང་དེའི་མདུན་སྐུ་པ་ཆེ་ཆེན་བྲིས་རེ་བྱས་ནས། ཤུགས་ཇི་སྲིད་མ་རེག་ཨོ་ད། འདི་གསུངས་ཚུལ་གཅིག་རེད་ད་གསུངས་ཚུལ་གཞན་དག་དེ། ད་ལྟ་མཁས་དབང་དུང་དཀར་བློ་བཟང་འཕྲིན་ལས་མཆོག་གིས་མཛད་པའི་དུང་དཀར་ཚིག་མཛོད་ཆེན་མོའི་ནང་ལོ་ལ། གསུངས་དག་གཞན་དག་གཅིག་གསུངས་བཞག་ད་མཁས་དབང་དུང་དཀར་བློ་བཟང་རིན་པོ་ཆེ། གཅིག་སྟོང་དགུ་བརྒྱུད་བཅུ་ཉི་ཤུ་རྩ་བདུན་ལོ་ལ་འཁྲུངས་ནས་གཅིག་སྟོང་དགུ་བརྒྱུད་དགུ་བཅུ་གོ་བདུན་ལོ་ལ་དགོངས་པ་རྫོགས་པ་རེད་ད་ཁོང་གིས་མཛད་པའི་ད་ལྟ་ཚིག་མཛོད་རྙེད་གྲགས་ཅན། ཨོ། དུང་དཀར་ཚིག་མཛོད་ཆེན་མོ་ད་དུང་དཀར་ཚིག་མཛོད་ཆེན་མོ་འདི་ཀྲུང་གོའི་བོད་རིག་པ་དཔེ་སྐྲུན་ཁང་གིས་ཉིས་སྟོང་གཉིས་ལོ་ཟླ་ཟླ་པར་བསྐྲུན་ཞུས་པའི་ཤོག་གྲངས་བདུན་བརྒྱ་བདུན་བཅུ་དུས་ངན། རྣ་ལོ་ལ་གསུངས་དང་གཞན་དག་འདི་གསུངས་ཤིག་ད་འདིའི་རྣ་ལོ་ལ་ག་རེ་ཡོད་རེད་ཟེར་བ་ཡིན་ན་ང་ཚོ་ཞི་བའི་དངོས་གྲུབ་རྒྱལ་བའི་དངོས་གྲུབ་དབང་གི་དངོས་གྲུབ་དྲག་པོའི་དངོས་གྲུབ་བྱས་བྱས་ཞི་རྒྱས་དབང་དྲག་གིས་བྱས་བྱས་ལས་བཞིའི་དངོས་གྲུབ་རྣམ་པ་བཞི་དེའི་སྟེང་ལ་ཡང་ཨ་ནི། སྟེང་གི་དངོས་གྲུབ་དང་འོག་གི་དངོས་གྲུབ་དང་བྱས་བྱས་སྟེང་འོག་གི་དངོས་གྲུབ་གཉིས་ནི། དྲུག་བྱས། ད་དེ་ནས་བདུན་པ་དེ་ལ་ཡང་རིག་འཛིན་གྱི་དངོས་གྲུབ་དང་བརྒྱད་པ་དེ་ལ་ཡང་ཨ་ནི་ས་འོག་གི་དངོས་གྲུབ་བྱས། འོ་དེ་བརྒྱད། ཆགས་སྡང་ཐོབ་པའམ་ཡང་ན་གང་ཡང་རུང་བ་ཐོབ་པ་དེ་འདྲ་ལ་ཡང་ཨ་ནི་གྲུབ་ཐོབ་གསུང་གི་རེད་བྱས་བྱས་གང་ཟག་དེ་གསུང་དང་གཏན་ཚིགས་མ་འདྲ་བྱས་བདུད་རྩི་གཉིས་པ་དེ་རེད། ཡང་ན་གྲུབ་ཐོབ་བསལ་ཏེ་གོང་ལ་ཞུས་པ་ནང་བཞིན་གྱི།

པད་མ་རིན་པོ་ཆེའི་འཁྲུངས་འདས་གཅིག་པ་རེད། བཞུགས་འདས་གཅིག་པ་རེད་ད་ཤོག་གྲངས་དེ། ད་ལྟ་ཉིས་བརྒྱ་བཞི་བཞི་བདུན་ནང་ལ་འདི་གསུངས་བཞག། སྐྱེད་རིང་རགས་པས་ཞི་སོགས་བཞི་གྲུབ་ཅིང། ལྟ་སྟངས་གྲུབ་ཚད་ལྟ་སྟངས་བྱས་པ་ན་ཤིང་ལོའི་འབྲས་བུ་མ་མི་ས་ལ་ཟུག། ཁྲི་བཞི་གྱེན་དུ་བསྐྱེད་ན་ཐུར་དུ་བཀུག། རྒྱང་རིང་མེ་ཏོག་དྲི་ཟླའི་དྲུང་དུ་བསྡུ། རླུང་ནི་དྲག་པོས་བཏབ་ཀྱང་རྩ་མི་གཡོ་ལྟ་སྟངས་ཆེ་ཙམ་ཤི་བ་སོ་ནུས་ན་ཞིང་ཆུ་ཚང་བའི་དགྲ་ལ་གྲགས་ལས་རུང་གསུང་བཤད་ལྟ་འདི་གར་གསུང་སྐར་གསལ་བ་ཡིན་ན་ཏག་ཏག་གི་དངོས་གྲུབ་རྒྱས་ཏེ་གང་རུང་ཐོབ་བའམ་ཡང་ན་རྒྱས་བྱེད་ལ་ཐོབ་པ་དེ་ལ་ནི་གྲུབ་ཐོབ་ཏུ་གསུང་དགོས་པ་རེད། ད་ག་འདྲ་ཅི་ལ་ཡང་ཏག་ཏག་དངོས་གྲུབ་རྒྱས་གསུང་སྐར་གསལ་བ་ཡིན་ན་ད། འདི་ལྟའི་ཟས་སྐོ་ཁག་ཡོད་ཚད་ཚིག་འགྲེལ་རུ་ཤེས་པ་ཡིན་ན། ཏག་ཏག་དངོས་གྲུབ་བརྒྱད་དེ་དང་པོ་དེ་སྤྱི་འོས་ངང་ཚུལ་དང་མེད་གྲུབ་ཐོབ་ཡིན་པ་ཡིན་ན་ད་ནི་ནང་གི་རྟོག་པའི་མཐུ་དང་ནུས་པ་ལ་ལྟོས་ནས་ཨེ་ནི་སྤྱན་གྱི་གཟིགས་སྟངས་ཀྱི་དབང་གིས་ཨེ་ནི་ང་ཚོ་ཤིང་ཏོག་འབྲས་བུ་མ་སྨིན་པའི་དུས་ཚོད་ལ་ཡང་ཨེ་ནི་སྤྱན་གྱི་གཟིགས་སྟངས་ལྟ་སྟངས་བྱེད་པ་ཙམ་གྱིས་ཨེ་ནི་ཤིང་གི་ལོ་ནས་འབྲས་བུ་ཙམ་ཚོ་རང་བཞིན་གྱི་སར་མ་ཕབ་ནུས་ཡ། འདི་དངོས་གྲུབ་གཅིག་རེད་གཉིས་པ་དེ་ལ་ཡང་ནི། འཁྲིག་ཤེས་གྱེན་དུ་སྐྱེས་པ་དང་ཤིང་མཁྲེགས་པོ་ཡང་གྱེན་ལ་ཤིང་སྡོང་པོ་སྦོམ་པོ་དེ་ལ་ཡང་གྱེན་ལ་སྐྱེས་པ་དང་དེ་ལས་ནི། གྲུབ་རྟགས་དོན་དུ་ཅན་གྱི་གཟིགས་སྟངས་ད་ལྟ་དང་བྱེད་པ་ཙམ་གྱིས་ཡང་ཐུགས་ལ་མ་ང་ཚོ་གཉེན་པོ་འདི་འདྲ་གུ་གུ་བཟོ་ནས་ཀྱི་ནུས་པ་ཡོད་པ། དེ་ནས་གསུམ་པ་དེ་ལ་ཡང་ད་ལྟ་རྒྱང་རིང་པོ་ལ་ཡོད་པའི་ད་ལྟ་ང་ཚོ་ཤིང་ཏོག་ཡིན་ནས་རི་མེ་ཏོག་ལ་སོགས་པ་དང་དེ་ལ་ཡང་གྲུབ་རྟགས་རྣམ་པ་ཚོས་ད་ལྟ་དང་བྱེད་པ་ཙམ་གྱིས་ཡང་སོ་སོའི་རྒྱུན་ལ་ཡང་རང་བཞིན་དུ་ཚུ། དེ་ལ་ཡང་འགུག་གི་ནུས་པ་ཡོད་པ། དེ་ནས་བྱིས་པ་དེ་ལ་ད་ང་ཚོ་སྟག་གཟིག་དོམ་དྲེད་ལ་སོགས་པའི་གཅན་གཟན་གདུག་པ་ཅན་ལ་ཡང་ཡང་ལྟ་སྟངས་བྱེད་པ་ཙམ་གྱིས་རང་གི་དབང་དུ་སྡུད་བྱེད་ཡང་དཔེ་དེ་ག་ཟུག་རེད་ཤི་ཞིག་དུལ་བ་དེ་ལས་ང་ཚོ་ཁྱི་དང་ཤི་མི་ནང་བཞིན་སོ་སོའི་ཉེ་འཁོར་གྱི་སྲོག་ཆགས་གཡམ་ཆུང་ནང་ཞིག་གི་དབང་དུ་འདུག་ཐུབ་རེད། ལྔ་པ་དེ་ལས་ཡང་རང་ཉིད་ཀྱི་སྤྱན་ཡོངས་ཀྱིས་ག་ད་གྲུབ་ད་དུ་འདི་ལྟ་སྟངས་བྱེད་པ་ཙམ་གྱིས་ཨེ་ནི་མ་ས་ལ་ཟགས་པས་ཤིང་ཏོག་ལ་སོགས་པ་དུག་མཚོན་ཡང་སླར་ཡང་ཡང་ལྟ་སྟངས་བྱེད་པའི་མཐུ་དང་ནུས་པ་ལ་བརྟེན་ནས་ཨེ་ནི་ཤིང་སྡོང་རང་གི་འབྲས་བུའི། བསྟན་དེ་ཡང་སྐྱེས་པ་ན་ཤིང་གི་འོ་དེ་འདྲ་གི་སྦྱོར་བའི་ནུས་པ་ཡོད་པ། དེ་ནས་དྲུག་པོ་དེ་ལ་ཡང། གྲུབ་ཐོབ་རང་ཉིད་ཀྱི་རྟགས་དང་ཆད་པ་ཙམ་གྱིས་སྨིན་མ། ད་ཅི་གོང་ལ་ཞུས་པ་ན་ཤེར་ཕྱིན་མཁྲེགས་པོ་གྱེན་ལ་སྐྱེས་པ་དང་དུ་སུ་སུའི་མ་ཁུ་ཁུ་བཟོ་ཡང་ནུས་པ་ཡོད་པ་དང་ཡང་རྟགས་དང་ཞེན་རྟགས་གཅིག་གི་ཐོག་ནས། ཤིང་མཁྲེགས་པོ་ཐུར་ལ་མ་ཁུག་པ་དང་དུ་སླར་ཡང་ཡང་རྟགས་དང་ཆད་པ་ཙམ་གྱིས་ཡང་སྨིན་མ་ན་ཤིང་མཁྲེགས་པོ་ཞེས་གྱེན་ལ་ལངས་ཐུབ་པའི་ནུས་པ་ཡོད་པ། དེ་ནས་བདུན་པ་དེ་ལ་ཡང་སྔེ་མ་ནང་བཞིན་གྱི་རྟ་དང་བྱེ་བ་ཚང་མ་སོ་སོའི་མདུན་ལ་བཀུག་པས་ཤིང་ཏོག་ཡིན་ན་རེ་མེ་ཏོག་ལ་སོགས་པ་དུ་མཛེས་ཡང་སླར་ཡང་ཁོ་རྟ་དང་བྱེ་བ་ཙམ་གྱིས་རང་རང་སོ་སོའི་གནས་ཐག་རིང་པོ་ལ་བག་སྐྱེད་ན་ཡང་འོ་དེ་འདྲ་གི་ནུས་པ་ཡོད་པ། དེ་ནས་བརྒྱད་པ་དེ་ཡང་རྟ་དང་བྱེ་བ་ཙམ་གྱིས་དཔེར་ན་ཐང་ཅིག་སྟག་གཟིག་དུམ་དྲེད་ལ་སོགས་པ་འདི་འདྲ་གི་སྲོག་ཆགས་སྡུག་པ་ཅན་ཡིན་ན་རེ་ཡང་སྲོག་ཆགས་སྲེད།

སྐུ་ཚེ་གཅིག་ལ་ང་ཚོ་སངས་རྒྱས་པའི་མཆོག་གི་དངོས་གྲུབ་གང་ཡང་རུང་བ་ཐོབ་པ་གཅིག་ལ་གྲུབ་ཐོབ་ཡང་ན་གྲུབ་ཆེན་ཡང་ན་མཚན་གྱི་རྣམ་གྲངས་གཞན་དག་ལ་ཡང་གྲུབ་པའི་དབང་པོ་ཆེ་ཆེན་པོ་དག་དོན་གྱི་མིང་གི་རྣམ་གྲངས་འོ་དུ་མཛད་དུ་ཡང་བཞུགས་སུ་ཡོད་པའི་སྐོར་འདི་དུང་དཀར་ཚིག་མཛོད་ཆེན་མོའི་ནང་ལ་གསུངས་ཤ་ཟ་དུང་དཀར་ཚིག་མཛོད་ཆེན་མོ་འདི་ད་ཅི་གོ་ནས་ཤི་བ་ན་ཤི་རེ་ཤོག་ཁྲག་འདི་ལྔ་བཅུ་དྲུག་ཅུ་རེ་གཉིས་ནང་ལ་ཟོས་ཤ། ད་དེ་ནས་སྡེ་ཚན་གཉིས་པ་དེ་ད་གྲུབ་ཐོབ་ཀྱི་གོ་དོན་དེ་ཤོད་ཟིན་པ་རེད། ད་འོ་ན་གྲུབ་ཐོབ་དེ་ལ་ཡང་ནང་གསེས་ཀྱི་དབྱེ་བར་ཁ་སང་ང་ཚོ་དཔེ་འབྲི་དག་ལ་ཡང་ཨ་ནི་དཔེ་འབྲི་དག་ཆེན་པོ་དཔེ་འབྲི་དག་ཆུང་ངུ་མ་དཔེ་འབྲི་དག་ཆེ་ཆེ་དཔེ་འབྲི་དག་ཆེ་འབྲི་ཆུང་གསུམ་གྱི་དབྱེ་བ་ཕྱིས་པ་ནང་བཞིན་བྱས་ནས་ད་གྲུབ་ཐོབ་དེ་ལ་ཡང་ཆེ་འབྲི་ཆུང་གསུམ་ལ་སོགས་པའི་དབྱེ་བ་ཕྱེ་ཡ་ག་འདྲ་ཡོད་མེད་ཨོ་དེའི་སྐོར་དེ་རེད་ད་གྲུབ་ཐོབ་ཀྱི་དབྱེ་བ་གསལ་ཏེ་འོ་ད་དེའི་ཐོག་ལ་སྤྱི་ཡོངས་ང་ཚོ་གསར་གྱི་དཔེ་འབྲི་དག།

སེམས་མི་འདུག་འོ་འདིའི་ཤོག་གྲངས་བརྒྱད་ཅུ་གྱ་དྲུག་གི་ནང་ལོ་ལ་འདི་གསུངས་བྱ་ད་དེ་ལ་ཡང་མ་མཐའ་ཡང་ང་ཚོ་ད་ལམ་ལ་ཡང་ལམ་ལྔ་ཟུང་བཅོས་ལྔ་གསུངས་པ་ན་ཤིང་གི་ལམ་ལྔ་ས་བཅུ་ན་ལོ་ནས་ད་མཐོང་ལམ་གྱི་རྟོགས་པ་ཐོབ་དེ་འདྲ་ཅི་ལ་ཡང་དགོས་པ་གསུངས་ཀྱི་ཡོད་རེད། འདི་གསུངས་པ་དེ་ཡང་ལ་ལ་གྲུབ་འདུག་ངས་ཞེས་ཟེར། སྟོན་ཟླས་བཟང་བ་ཡིན་ནོ་ལོ། འོན་ནི་འདི་འདྲའི་བབ། ཁ་ཚ་དྲུག་སྟོང་བརྒྱད་ཅུའི་ནང་ན་ཡང་སྟོན་ཟླས་མེད་ཅེས་ཟེར་བ་ཐོས་ས་འགའ་ཤས་ཀྱིས་འདི་འདྲ་ཟེར་གྱི་འདུག་འོན་ནི་འགའ་ཤས་ཀྱིས་དྲུག་སྟོང་ཟེར་བ་དེ་ངན་པ་རེད་ཟེར་གྱི་འདུག་འགའ་ཤས་ཀྱིས་ཨེ་ནི། རྟོགས་པ་དང་ལྡན་པ་དང་ཚོ་བཟང་པོ་རེད་ཟེར་གྱི་འདུག་ཟེར་རེ་ཟེར་དེ་དང་ལོ་ཟེར་དེ་དང་ལོ་རགས་ཟེར་གསུམ་ཟེར་དེ་ང་ཚོ་ལོ་རགས་ཟེར་གསུམ་མ་རང་ཚིག་འདི་གོ་གོ་ཁ་ཚ་དྲུག་བརྒྱད་ཅུ་ནང་གནང་གི་འདུག་འོ་འདི་འདྲའི་བབ་པའི་གང་ཟག་དང་བླ་མ། རྣམས་ལ་སྐུར་འདེབས་ཡིན། དེ་འདྲ་འཛིན་པ་ལྟ་ཅི་སྨོས་ཐོས་པ་ཁྱོད་ཀྱིས་སྣང་བ་སྐབས། དེ་ཡི་ཐེག་པ་བཤད་ཀྱིས་ཉོན། ས་དེ་ཡི་ཐེག་པ་དེ་དངོས་གནས་ཀྱི་དངོས་གནས་སུ་ག་རེ་ཟེར་བ་ཡིན་ན་མ་ཐེག་པ་དེ་ཁོ་ན་མ་གསུང་གི་ཡིན་ངེས། ཨ་ནི་གྲུབ་ཐོབ་ཆུང་ངུ་མཐོང་ལམ་ཡིན་གྲུབ་ཐོབ་འབྲིང་པོ་ས་བརྒྱད་པ་གྲུབ་ཐོབ་ཆེན་པོ་ས་བརྒྱད་ས། ཁྱེད་ལ་གྲུབ་ཐོབ་དེ་ལས་ཡང་ཆེ་འབྲིང་ཆུང་གསུངས་ཀྱི་ཡོད་བ་ཕྱིན་ད་གྲུབ་ཐོབ་ཆུང་ངུ་ཟེར་དེ་ག་འདྲ་ཅིག་ཟེར་གི་རེད་ལབ་ནས། ལམ་ལྔའི་ནང་ནས་ཨེ་མཐོང་ན་ཐོབ་པ་ཡན་ཆད་དེ་ལས་ཡང་གྲུབ་ཐོབ་ཆུང།

མ་གྲུབ་པ་དང་གྲུབ་པ་དང་གྲུབ་པ་དག་ཏུ་ཡང་དག་འདོད། ཅེས་སོགས་དགོངས་པ་དེ་ཉིད་ཡིན་ཟེར་བ་འདི། རྡོ་རྗེ་ཡང་ལུང་དྲངས་ནས་ཨེ་འགྲུབ་ཏུ་དོན་དུ་དགོངས། དབྱེ་བ་དང། ཨོ་ཏི་གོ་ཏི་ལ་སོགས་པ་འདི་གསུངས་བྱ་འདི་འདྲའི་ནང་བཞིན་ད་ག་ད། ས་བོན་གྱི་གསུངས་པ་ནང་བཞིན་ད་གྲུབ་ཏུ་ལ་དབྱེ་བ་ཕྱེ་བ་ཡིན་ན་ནང་གསེས་ཀྱི་གྲུབ་ཏུ་ཕྱེ་འབྲི་ཆུང་གསུམ་ལ་ཡང་དབྱེ་བ་ཕྱེ། རིགས་གསུམ་དབྱེ་བ་ཕྱེ་ད་དེའི་སྐོར་དེ། མཁས་དབང་དུང་དཀར་བློ་བཟང་ཁྲི་ལས་མཆོག་གིས་བསྩལ་བའི་དུང་དཀར་ཚིག་མཛོད་ཆེན་མོ། ད་དུང་དཀར་ཚིག་མཛོད་ཆེན་མོ་འདི། ད་ཤོག་གྲངས་འདི་འདིར་བཤམ། ལྔ་བརྒྱ་དྲུག་ཅུ་རེ་དགུ་རྟག་པར་མ་དག་དེ་ཁྱེད་ཚང་མ་གཅིག་པོ་རེད། འོ་ད་དུང་པ་ཚིག་ཚོད་ཕྱི་མའི་ནང་ལོགས་ལ་ཨ་ནེ་སྟོང་པ་ཉིད་རྟོགས་ནས་མཐོང་ལམ་ཐོབ་པ་ཡིན་ན་ཨ་ནེ་གྲུབ་ཐོབ་ཆུང་ངུ་བྱས་ས་བརྒྱད་པ་ཐོབ་ནས་ཨ་ནེ་གོམ་སྤངས་སྤངས་པ་ཡིན་ན་གྲུབ་ཐོབ་འབྲིང་པོ་བྱས་སངས་རྒྱས་པ་ཡིན་ན་ཨ་ནེ་གྲུབ་ཐོབ་ཆེན་པོ་བྱས་ཅེས་གསུངས་སུ་ཅི་དགེ་བ་རེད། ཡང་གཞན་དག་ད་ལྟ་གསང་སྔགས་དབང་དུ་བྱས་པ་ཡིན་ན་ཨ་ནེ་བསྐྱེད་རིམ་མཐའ་རུ་ཕྱིན་པ་ཡིན་ན། ཨ་ནི་གྲུབ་ཐོབ་ཆུང་ངུ། ཨ་ནི་རིམ་པ་བཞི་པ་དོན་གྱི་འོད་གསལ་ཐོབ་པ་ཡིན་ན་གྲུབ་ཐོབ་འབྲིང་པོ། ཨ་ནི་མི་སློབ་པའི་ཟུང་འཇུག་ཐོབ་པ་ཡིན་ན་གྲུབ་ཐོབ་ཆེན་པོ། བྱས་རྗེས་ཨ་ནི་གསུངས་ཚུལ་གཞན་དག་སྦྱོར་བ་ལས་བྱས་རྗེས་གསུངས་ཚུལ་གཉིས་དེ་ལས་འགའ་ད་དོར་སྟེར་བ་ཡིན་ན་གྲུབ་ཐོབ་ལ་ཡང་ཨ་ནི་ཆུང་འབྲིང་ཆུང་གསུམ་གྱི་དབྱེ་བ་ཡོད། པའི་ཆུང་འབྲིང་ཆུང་གསུམ་དེ་ལ་ཡང་གསུངས་ཚུལ་མ་འདྲ་གི་ཡང་སོ་སོ་སོའི་ཚད་གཞི་ཆེ་བ་དང། མཐོང་ལམ་ཐོག་མ་ཐོག་དང་ས་བརྒྱད་པ་ཐོག་མ་ཐོག་དང་སངས་རྒྱས་འཁོར་བ་ཐོག་མ་ཐོག་དང་ནས་གྲུབ་ཐོབ་ཆེ་འབྲིང་ཆུང་གསུམ་ཆ་ཡང་གཅིག་དང་ཨ་ནི་གསང་སྔགས་ཐོག་ནས་ཆ་བཞག་པ་ཡིན་ན།

ཨ་ནི་མཆོག་དང་ཐུན་མོང་གཉིས་ཀྱི་ནཱ་ལོ་ནས་ཐུན་མོང་གི་དངོས་གྲུབ། མིག་སྨན་དང་རས་བཅས་དང་སྔགས་ཀྱི་དངོས་གྲུབ་ལ་སོགས་པ། འོ་དང་ཚ་ལས་ཡང་ཨ་ནི་གྲུབ་པ་ཡིན་ན་ང་ཚོ་གྲུབ་པའི་རིག་པ་ཟེར་ཏེ་བཞག་གི་ཡོད་རེད། ད་དངོས་གྲུབ་དེ་ཐོབ་པ་ལ་ཡང་སྤྱིར་ང་ཚོ་གྲུབ་པའི་རིག་པ་འཛིན་པ་ཟེར་ཞེས་བདག་སྒྲ་བཅག་ནས། འོ་དེའི་ཐ་སྙད་རྒྱག་སྲོལ་ཡོད་པ་དེ་ད་ལྟ་དབྱངས་ཅན་དགའ་ལོས།

དེ་ཡི་ཐང་དུ་ཀྲུང་གོ་བོད་རིག་པ་དཔེ་སྐྲུན་ཁང་གི་ཉིས་སྟོང་གཉིས་ལོ་ལ་པར་སྒྲིག་ཞུས་པའི་ཤོག་གྲངས་ཆིག་སྟོང་དགུ་བརྒྱ། བཅོ་ལྔ་གཉིས་ནཱ་ལོ་ལ་རིག་པ་འཛིན་པ་གསུམ་སྟེ་བྱས་རྗེས་རིག་པ་འཛིན་པ་གསུམ་ག་ལ་ཡིན་ནི་གྲུབ་ཐོབ་ཀྱི་རྟགས་གྲུབ་འདི་གསུངས་བཞག་འོ་དེའི་ནང་ལ་ད་ག་རེ་གསལ་བ་དེ་དེ་རེད། སྤྱིར་ཡང་ང་ཚོ་ད་ལྟ་གྲུབ་པའི་རིག་འཛིན་ཟེར་ཡ་དེ་རེད་ཨ་ནི་རྫས་ཀྱི་རིག་འཛིན་དང་ལོངས་སྤྱོད་ཀྱི་རིག་འཛིན་དང་ཨ་ནི་ལུས་ཀྱི་རིག་འཛིན།

དང་རྫོགས་རིམ་ལ་སོགས་པ་ལམ་རིམ་པ་གཉིས་རིམ་པར་བྱས་ནས་འགྲོ་གི་ཡོད་པ་ཡིན་ཙང་ད་ཀྱི་རིགས་ཐོག་པ་རྟོགས་པ་ཐོབ་པའི་རྗེས་ལ་ནི་རྫོགས་རིམ་གྱི་རིམ་པ་གསུམ་པའི་རྒྱུན་རིགས་ཐོབ་པ་ཡིན་ན་ནི་ཚེ་དེ་ལ་ཡང་སངས་རྒྱས་སངས་རྒྱས་པ་ལས་ངེས་པ་དེ་ནི་གཅིག་རེད། སྐབས་དེ་ལ་ཡང་རང་གི་ད་ལྟ་རྣམ་སྨིན་ཤ་རུས་གདུལ་བྱའི་ད་གདུལ་བྱའི་ཤ་ར་ལས་གྲུབ་པའི་ལུས་དེ་ད་ཡོངས་སུ་དག་ནས་བྱ་ལུས་རིག་པ་འཛིན་པའི་གནས་ལ་ཡང་རྒྱུར་འགྲོ་བ་ཡིན་པ་ཡིན་ཙང་དེ་ལ་ཡང་རིག་པ་འཛིན་པའི་བྲལ་བྱའི་བདུན་ཅུའི་གསུང་ཚུལ་དེ་ཡོད་པ་རེད། འོ་ད་འདི་ལྟ་བུའི་ང་ཚོ་གྲུབ་པའི་ཡུལ་འདས་ཟིན་ནས་མི་འདུག་ཡང་ན་ང་ཚོ་གྲུབ་འདུག་གི་ཐུགས་རྒྱུད་ཀྱི་ཉམས་རྟོགས་ཨ་ནི་རྒྱུད་ལ་བརྟེན་པའི་ཏག་ཏག་གྲུབ་རྟགས་རུ་བ་རྟགས་ཡིན་ན་རེད་ཡང་ན་གྲུབ་རྟགས་ག་རེ་ག་རེ་ཡོད་རེད་ཟེར་བ་ཡིན་ན། སྤྱིར་ང་ཚོ་རྟགས་དེ་ད་ནང་གི་རྟགས་དང་ཕྱིའི་རྟགས་གཉིས་ཀྱི་ནང་ལ་ནས་ད་ནང་ལ་རྟགས་དེ་ད་འདི་ང་ཚོ་གྲུབ།